གསར་འགྱུར་འདིའི་གི་ལས་རམ་གཙོ་སྐྱོང་ཞུ་མཁན་གསར་འགོད་པ་ཉག་རོང་བློ་གྲོས་དགའ་བ་ཡིན། ཨ་དེ་སྔ་གནམ་འོག་གི་གསར་འགྱུར་ཚན་པའི་ལས་རམ་གོང་མའི་ནང་ལོགས་ལ་གསལ་བསྒྲགས་ཞུས་ཟིན་པ་གཞི་བཟུང་བྱས་རྗེས་དེ་རིང་གི་ལས་རམ་འདིའི་ནང་ལོགས་ལ་ཡིན་ན་གཡུང་དྲུང་བོན་གྱི་ཡོངས་འཛིན་སློབ་དཔོན་ཆེན་མོ་བསྟན་འཛིན་རྣམ་དག་རིན་པོ་ཆེས་དགོངས་པ་བཞིན་དོན་དུ་གཞིགས་ནས་དུས་ཚོད་རིང་པོ་ཕྱིན་ཡོད་མ་རེད་དེ་འདྲ་ཡིན་དུས་སྤྱི་བཏང། ཆོས་ལུགས་པ་དེ་གྱིས་དེ་རེད་ལྷག་པར་དུ་བོད་ཀྱི་ཆོས་ལུགས་ནང་ལོགས་ལ་ཡང་སངས་རྒྱས་ཐམས་ཅད་རང་རང་གི་ཐུན་མོང་མ་ཡིན་པའི་ཤིང་རེ་རེ་ངོས་འཛིན་ཞུ་གི་ཡོད་པ་དང་དཔེར་ན་མགོན་པོ་འོ་བག་མེད་ལྟ་བུ་ཡིན་པ་ཡིན་ན། བདེ་བ་ཅན་གྱི་ཞིང་ཁམས་སུ་སྐྱེས་ནས། ད་དེ་ནས་རི་བོ་དགེ་ལྡན་པ་ལྟ་བུ་ཆ་མཚོན་པ་ཡིན་ན། རྗེ་བཙུན་གར་པ་བློ་བཟང་གྲགས་པ། དེ་ལ་ཡང་དག་པའི་ཞིང་ཁམས་དགའ་ལྡན་ཡིད་དགའ་ཆོས་འཛིན་ཟེར་གྱི་ནས་དེ་འདྲའི་ཤུལ་སྲོལ་ཡོད་རེད་པ། ཡིན་ན་ཡང་སྤྱི་བཏང་རང་རང་གི་དག་པའི་ཞིང་ལ་ཡར་གཤེགས་ཚར་བའི་རྗེས་ལ་ཞིང་ཁམས་གཞན་དུ་མ་བྱོན་ནས་ཞིང་ཁམས་ད་ག་རང་ལ་བཞུགས་པ་ལྟ་བུ་མ་ཡིན་པ་དཔེར་ན་ང་ཡི་བླ་མ་བློ་བཟང་གྲགས་པ་དེ་དགའ་ལྡན་གནས་སམ་བདེ་བ་ཅན་ལ་སོགས་དག་པའི་ཞིང་ཁམས་གང་ན་བཞུགས་ཀྱང་རུང་བདག་སོགས་འཁོར་གྱི་ཐོག་མར་སྐྱེ་བར་ཤོག་ཟེར་གྱི་ནས་སྨོན་ལམ་རྒྱག་གི་ཡོད་པ་གཞི་བཟུང་བྱས་རྗེས། སྐབས་རེ་བདེ་བ་ཅན་ལ་ཞུགས་པ་དང་སྐབས་རེ་དགའ་ལྡན་ཡིད་དགའ་ཆོས་འཛིན་ལ་ཞུགས་པ་ལ་སོགས་པའི་གི་འདི་འདྲའི་གི་གནས་ཚུལ་ཡོང་གི་ཡོད་ས་རེད་བ། དེ་བྱེད་དུས་ད་ད་ལྟ་དཔལ་ན་གཡུང་དྲུང་བོན་གྱི་གཞུང་ནས་དག་པའི་ཞིང་སྣ་ཚོགས་བརྗོད་གསུང་གི་ཡོད་པ་དང་གཙོ་ཆེ་ཤོས་དེ། སྟག་གཟིག

ཉིས་བརྒྱ་བདུན་ཅུ་དང་ལྔ་པའི་ནང་ལོགས་ལ་ཨ་ག་ལ་གང་འཚམ་ཅིག་རྒྱལ་པོ་ཅིག་འགྲོ་ཡོད་རེད་ཨ་མང་པོ་ཅིག་གིས་བསད་ཡོད་ཀྱི་རེད་ད་དེ་རིང་གི་ལས་རམ་དེ་ཆ་མཚོན་པའི་ཡིན་ན་ཨ་ཁ་སང་སྔོན་མ་སེ་ར་ཞུ་བའི་ཞེ་སོང་བྱས་བྱས་དེ་རིང་མཁས་པའི་དབང་པོ་དང་ད་ནང་བཞིན་གྱི་དགེ་བའི་བཤེས་གཉེན་རྩོམ་པ་པོ་དང་གསར་འགོད་པ་ཟུར་པ་དེ་འདྲའི་ཆེད་དུ་གདན་འདྲེན་ཞུས་ནས་དགོངས་ཚུལ་སྤོངས་པ་ཟེར་ན་འགྲིག་གི་འདུག་དེ་འགྲིག་གི་ལས་རམ་ཅིག་བྱས་ལས་རམ་དེ་ཡང་སློབ་དཔོན་རིན་པོ་ཆེ་ཁོང་གིས་ཞལ་གདམས་དེ་འདྲི་སྤྱི་དང་གསུང་འབུམ་པོད་ཉི་ཤུ་ལྷག་ཅིག་ཡོད་པ་ཡིན་པ་ཡིན་ན་ཡང་ད་དང་ལེན་ང་ཚོ་གིས་བཀའ་མོལ་ཞུ་ས་དེ་གསུང་འབུམ་ཐོར་བུ

དགེ་བཤེས་མ། པདྨ་འོད་གསལ་ལ་ཆེ་མངགས། གདན་འདྲེན་ཞུས་རྗེས་ཨ་ནི། རིན་པོ་ཆེའི་བཀའ་སློབ་གནང་བ་དང་མྱོང་ཚོར་རང་གི་ཐོག་ནས་ཅིག་གསུང་རོགས་བྱས་ཞུས་ཡོད་རེད་དེ་ཞུས་པའི་གི་ཁྱབ་ཁོངས་ནས་ད་ང་ཚོ་དེ་ལ་བརྟེན་ནས་ཟས་སྦྱོར་བ་དཔེ་མཚོན་ལྟ་བུའི་ཐོག་ནས་གི་ཁོང་གི་མཛད་པ་ཁྲི་ལེ་མང་པོ་ཞུས་པ་ཅིག་མཁྱེན་ཐུབ་ཡ་ཅིག་ཆགས་འགྲོ་གི་ཡོད་དུས་ཨ་དེ་རིང་ང་ཚོ་ལས་རབས་ནང་ལོགས་ལ

ཡོངས་འཛིན་བསྟན་འཛིན་ནང་དང་རིན་པོ་ཆེ་སྐོར་ནས་ཚིག་ཁ་ཤས་དེར་བཤད་རོགས་བྱེད་དུ་ཕྱིན་སོང་སོང། དེ་ལྟ་ཡིན་ད་ལྟ་རིན་པོ་ཆེ་རྒྱ་གྱར་དུ་འབྲི་བའི་སྐོར་ནས་ཚིག་ཁ་ཤས་སུ་ཞུ་ཡག་འབད་རྩོལ་བྱེད་པ་ཡིན། ཐོག་མར་རིན་པོ་ཆེ་ག་དུས་རྒྱ་ཡག་གི་གོ་སྐབས་བཟང་པོ་ཇི་རགས་སུ་ཞུས་པ་ཡིན་ན་ངག་ལས་ཅི་ཡིན་ན། བོད་གངས་ཅན་གྱི་ལྗོངས། གནས་མཆོག་ཀོང་པོ་བོང་རི། ད་བོང་བུ་གི་གནས་རྩ་ཆེས་ཆགས་ཏེ་ཡོད་རེད་དེ་གི་མདུན་ནས། དུས་ཕྱིས་ན་རྒྱ་ཡག་གི་གོ་སྐབས་རག་སོང་སྐབས་དེ་དུས་ཕལ་ཆེར་ཉིན་གྲོ་བདུན་ཡས་མས་དུས་ཕྱིས་ན་ཆགས་ཡོད་ཟེར་ཡོད། རིན་པོ་ཆེ་ཁོ་ན་ཕེབས་ནས་ང་ཚོ་བཙུན་མོས་ཀྱི་བཤད་སྒྲོ་བོང་བུ་གི་བཙུན་མོའི་བཤད་སྒྲོ་ལོ་ལོན་བཙོག་ནས་ཞི་རག་འགྲོ་གི་ཡོད་མ་རེད་རིན་པོ་ཆེ་གི་སྐབས་དེ་དུས་སྐབས་ག་རེ་ནང་སོ་ཞུས་པ་ཡིན་ན། འདི་བཙུན་མ་འདི་ཚོ་སྣུམ་མ་འདྲ་བོ་བྱས་ཡིན་ན་ནང་གི་གཡོག་མོ་འདྲ་བོ་བྱས་ནས་སྐྲ་དེ་ཕར་བྲེགས་ནས་ལས་ཀ་ལས་མཁན་འདྲ་བོ་མ་གཏོགས། ཤེས་གྲོགས་ལྟས་ངན་བྱེད་ཡག་གི་གོ་སྐབས་བཟང་པོ་རྒྱུ་ཕྱིན་ན་རག་རི་ཡོད་མ་རེད་ཟེར་དེ་འདྲ་ཡིན་དུས་ད་ལྟ་ཕྱི་ནང་པ་རྒྱུ་ཕྱིན་ན་གོ་སྐབས་བཟང་པོ་རེད་དཔེ་མི་སྲིད་ཡག་པོ་རེད་དེ་དང་མཉམ་དུ་དགེ་རྒན་ཡང་དཔེ་ཡག་པོ་རག་འདུག་སོང་སོང་དགེ་རྒན་སྐབས་དེ་དུས་འདི་ནས་སྙིང་རེ་ནས་བབས་ཕུད་དཔེ་དེ་ཆུང་བར་ཟླ་བ་བདེ་མཛེས་ཤོས་ནང་དགེ་བཤེས་ཅིག་ཡོད་རེད་རིན་པོ་ཆེ་ཁོང་གིས་བཀའ་དེ་འདྲ་གནང་སོང་དེའི་དགེ་སྦྱོང་ནི་ང་དེ་ད་རྒྱ་གར་བ་ཡོད་ལ་ཚོ་འཇོག་ནས་ཉིས་སྟོང་བཅོ་ཡི་འཇོག་ལ་དུས་ཚིགས་ནས་འཇོག་ཡོད་རེད་རིན་པོ་ཆེ་འཇལ་དུས་བསམ་པ་ལ་རིན་པོ་ཆེ་གི།

ས་ཆ་གྲོང་མི་དང་དེ་མིན་ཁ་ནས་དཀའ་ངལ་ཡོང་གི་རེད་དེ་ཡིན་ན་ཡང་སོ་སོ་གི་དཀའ་ངལ་གདོང་ལེན་བྱས་ན་སློབ་སྦྱོང་ལ་འབད་བརྩོན་ཧོར་ཐག་འབད་ཐག་གནང་བྱེད་ཤོག་ཨ་སོགས་རིན་པོ་ཆེ་གི་ཐུགས་བཞེད་ནས་བཀའ་གནང་སོང། དེ་ཞོག་ནས་ང་དེ་སྙན་རིགས་བཙུན་དགོན་ལ་བཤད་སྒྲུབ་སློབ་གཉེར་ཁང་ལ་ཞོག་ནས་དེ་སྦྱང་བཞིན་པའི་སྐབས་སུ་རིན་པོ་ཆེ་མཇལ་ཡིན། ཨ་ཁྱེད་ཚོ་འཛིན་གྲྭ་ག་བ་ག་བ་སླེབས་སོང་ནས་དུས་མཚུངས་ག་རེ་སྦྱང་གི་ཡོད་ག་རེ་བྱེད་ཀྱི་ཡོད་གསུངས་སོང་རིན་པོ་ཆེ་གིས་དེ་ནས་ང་ཚོ་འཛིན་གྲྭ་འདི་འདྲ་ཅིག་སླེབས་སོང། དཔེ་ཆ་འདི་རིགས་འདི་རིགས་བཏགས་ཀྱི་ཡོད་འདི་རིགས་སྦྱང་གི་ཡོད་ཡིན་ན་ཡང་དེ་དཔེ་བཀའ་ལན་འདུག་དཔེ་ཆ་ཤེས་ཡ་ལ་བཀའ་ལན་འདུག་རིན་པོ་ཆེ་ཤེས་ཀྱི་མི་འདུག་ཞུས་པ་ཡིན། རིན་པོ་ཆེ་གིས་ག་རེ་གསུངས་སོང་ལབ་ན། ལས་སླ་བོ་ཡོད་མ་རེད་དཔེ་ཆ་སྦྱང་འདོད་དང་སྤྱོད་སྟངས་འདི་རིགས་བྱེད་འདོད་དེ་ནང་ཆོས་ལ་ཐོས་བསམ་སློབ་གཉེར་བྱེད་དུས་ལས་སླ་བོ་ཞིག་ཡོད་མ་རེད། སྔོན་མ་གི་རིག་འཛིན་གོང་མ་དེ་སོགས་རྟག་པ་མང་པོ་ལ་ཚོགས་བསགས་སྒྲིབ་པ་སྦྱོང་དུ་ཚུད་ནས་སངས་རྒྱས་ཐར་པ་ཐོབ་ཀྱི་རེད་དེ་འདྲ་ཡིན་དུས། ད་ང་ཚོ་དེ་འདྲ་དཀའ་ངལ་འཕྲད་ཀྱི་འདུག་ལབ་ནས་གཡོག་བྱ་ཡ་ཡོད་མ་རེད་ཟེར་ཏེ། ཕྱི་ཟླ་གཅིག་བཤད་ཤེས་ཀྱི་མི་འདུག་གཉིས་བཤད་ཀྱི་མི་འདུག་གཅིག་འཇོན་གྱི་མི་འདུག་གཉིས་འཇོན་གྱི་མི་འདུག་ལབ་ནས་སྨན་པའི་ང་རྒྱལ་དེ་ཁྱོད་ཀྱིས་མ་གོ་ཨཱས། ཚང་མ་གིས་ཉེ་འཁྲིས་འགྲོ་གི་རེད་ཟེར་གཡུ་མགྲོན་གོང་ན་སུས་ཀྱིས་འཐུས་ཚང་སློབ་གཉེར་བྱས་པ་ཡིན་ན་བརྟེན་ཕོ་མོ་ཡོད་མ་རེད་ན་སོ་རྒན་གཞོན་ཡོད་མ་རེད་རེག་ལ་ཐོག་མེད་ཡོད་མ་རེད། ཚང་མ་གཅིག་པ་ཁྱི་སི་རེད་དེ་འདྲ་ཡིན་དུས་མེ་བོད་སྐྱིད་ལ་ས་འཚོལ་བ་བྱེད་ཤོག་ཨ་ཡིན་གཅིག་མི་གཅིག་དགེ་བཤེས་བཏང་ཐོབ་བ་བྱེད་ཤོག་ཨ་སོང་ན་རིན་པོ་ཆེ་གི་སྐབས་དེ་འདྲའི་བཀའ་དེ་འདྲ་ཅིག་གནང་སོང། དེའི་གི་གཞོགས་ནས་ཡང་རིན་པོ་ཆེའི་དགེ་བཤེས་སྟངས་ཚ་དུས་ཅིག་མཇལ་བྱར་ཞུས་པ་ཡིན་སྐབས་དེ་དུས་རིན་པོ་ཆེ་གི་བཀའ་ག་རེ་གནང་སོ་ཞུས་པ་ཡིན་ན། ད་ཕྱིས་སུ་དགེ་བཤེས་སྟངས་ལ་དཔེ་མི་སྲིད་བས་ལར་ཡག་པོ་སྦྱོང་བཞག་ད་ལྟ་དེ་ཚེ་ལོ་ལ་དུས་ཟེར་ན། བོང་བུ་དགེ་བཤེས་ཨ་ནི་ཐོག་མ་དེ་ཆགས་ཀྱི་ཡོད་རེད་ལ་དེ་ཙམ་མ་ཟད་སྨན་རུའི་མཁན་སློབ་རྣམས་ཀྱི་མདུན་ནས་ཁྱེད་རང་ཚོ་དགེ་བཤེས་སྟངས་ཡིན་གྱི་གོ་སྐབས་རག་ཡོད་རེད་དཔེ་མི་སྲིད་བ་གི་ལས་དོ་བཀའ་བག་བཟང་པོ་རེད། ཧ་ལས་དུས་ཀྱི་ཡག་པོ་རེད། ཡིན་ན་ཡང་ཁྱེད་རང་ཚོ་དགེ་བཤེས་སྟངས་ཚ་དུས་ད་ང་འགྲིག་སོང་དགེ་བཤེས་སྟངས་ཚ་སོང་བསམ་ན།

དཔེ་ཆ་བལྟ་དགོས་འོས་ན་ལས་སླ་བོ་རེད་ད་དེ་ཚོ་རྩ་ཡལ་དང་དཔེ་ཆ་རག་ཡལ་ལ་དཀའ་ལས་ཡོད་མ་རེད་སྔོན་མ་ཡིན་ན་དཔེ་ཆ་རག་ཡལ་ལ་དཀའ་ལས་ཁ་པོ་ནི་དཔར་རྒྱག་དེ་འདྲ་བྱས་ཏེ་དཔེ་མི་བཟོ་བའི་དཀའ་ལས་ཁ་པོ་ཡོད་རེད། དེ་འདྲ་ཡིན་དུས་མཐུན་རྐྱེན་ཚང་མ་ཚང་དུ་ཡོད་རེད། དཔེ་ཆ་དེ་མུ་མཐུད་ནས་བལྟ་ནས་ནི་མུ་མཐུད་ནས་དེ་ལས་སླ་བ་སློབ་གཉེར་དེ་འདྲ་བྱེད་ཤོག། གལ་སྲིད་དེ་མ་བྱས་དཔེ་ཆ་དེ་ད་ང་དགེ་བཤེས་བཏང་ཚར་སོང་བསམ་ནས་དཔེ་ཆ་དེ་གཡོག་བཞག་པ་ཡིན་ན། དགེ་བཤེས་ཞྭ་མགོ་ཆག་ཡ་ལོས་སོང་ལབ་གི་རེད། ཕར་ཚོ་ཤེས་ཡལ་ལ་དཀའ་ལས་ཁ་པོ་ཡོད་རེད་མ་ཚད་ཕར་རྒྱག་ཡལ་ལ་ལས་སླ་བོ་རེད་ད་དེ་འདྲ་བྱས་ན།

ད་དེ་ནས་དེའི་རྗེས་ལ་ཡང། གསར་འགོད་པ་བཟོད་པ་དང་རྩོམ་པ་པོ་བཀྲ་ཤིས་བདེ་ལེགས་ལགས། ཁོང་གི་མཚན་དངོས་གནས་ལ་བསོད་ནམས་ཚེ་རིང་ལགས་ཞུ་གི་ཡོད་རེད་ཨ། ཁོང་ལ་ཡང་ཁ་སང་ངས་ཕྱག་ཆེན་སྔགས་ཀྱི་འབོད་སྐུལ་ཞུས་རྗེས། གསུང་དམ་དུམ་བུ་འདིའི་སྒང་ལ་བཀའ་མོལ་ནང་ཞིག་ཆགས་བསྡད་ཡོད་རེད་དེ་ཡིན་དུས། ཆོས་ལུགས་འདི་བཟང་དང། འདི་ངན། ཞེས་བཤད་རྒྱུ་མེད་པར། ཆོས་ལུགས་ཚང་མར་གུས་ཞབས་བྱེད་དགོས་པ་རེད།

ད་རྒྱ་གར་གཏམ་དཔེ་གཙུག་རྒྱན་བདེ་བར་ཆགས་པ་སྐྱབས་རྗེ་རྒྱལ་བ་སྨན་རི་ཡོངས་འཛིན་བསྟན་འཛིན་རྣམ་དག་རིན་པོ་ཆེ་དེ་ནས་དགོངས་པ་དབང་ཡངས་སུ་བཞག་པ་ལ་ནི་སེམས་གཏང་ནས་གདུང་སེམས་མཉམ་སྐྱེ་ཞུ་གི་ཡོད། དེ་ནས་སྒང་ལ་ནི་འགྲོ་ལམ་གཙོ་སྐྱོང་པ་གི་མ་གསུངས་པ་ནང་བཞིན་ནི་བདེ་བར་ཆགས་པ་ཁོང་གི་ནི་ཅིག་བཀའ་སློབ་དང་འབྲེལ་བའི་ཐོག་ནས་ནི་བསམ་ཚུལ་ཅིག་བཤད་ཡིན་ཚད་རེད། ཞུ་སྟངས་ང་ལ་མཚོན་ན་ནི་ཅིག། བོན་གྱི་ནི་ཆོས་ལུགས་དང་ཆོས་བརྒྱུད་དང་ད་དེ་ཚོ་ལ་ཀྱི་དམིགས་བསལ་གྱི་ཞིག་ངེས་དེ་འདྲ་ཀྱི་མིན། ཡིན་ན་ཡང་ནི་བདེ་བར་གཤེགས་པ་ཁོང་གི་ལོ་རྒྱུས་འདྲ་ཞིག་ན་ཁོང་གི་མཚན་སྙན་གྲགས་འགྲོ་བ་ཞིག་ཡིན་ན། ད་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་དྲུག་ནས་ཁོང།

དགོན་པ་རྒྱབ་དེ་འདྲི་བྱས་ནས་བདག་པོ་བསྐྱངས་སྟངས་དེ་དང་འབྲེལ་བའི་གི་ཐོག་ནས་བལྟས་པ་ཡིན་ན་ནི་ཁོང་གི་མཛད་པ་ཁྲོད་ནས་ད་ཧ་ཅང་གི་རླབས་ཆེན་པོ་དེ་འདྲི་རེད། ངས་ག་རེ་ཤེས་ཀྱི་ཡོད་རེད་ཟེར་ན་བོན་གྱི་ཆོས་དང་བོན་གྱི་རིག་གནས་དང་བོན་གྱི་ལོ་རྒྱུས་དེ་ལྷག་པར་དུ་བོན་གྱི་ཆོས་འདི་བྱས་ན་ནི་བོད་པ་རང་གི་ད་གར་སོང་གི་རོགས། ས་སྐྱེས་རྡོ་སྐྱེས་ཀྱི་ཆོས་ལུགས་ཀྱི་སྤོབས་པ་རང་བོད་མི་རིགས་རང་གིས་གསར་གཏོད་བྱས་པ་དེ་ནི་ཆོས་བོད་མི་རིགས་རང་གི་ཆོས་ལུགས་ཀྱི་ཆགས་སྡོད་རེད། དེ་དང་འབྲེལ་བའི་ཐོག་ནས་ནི་བོན་གྱི་རིག་གནས། རྒྱལ་རབས། ལོ་རྒྱུས། ག་བ་བལྟས་པ་ཡིན་ན་བོད་པ་རང་གི་ཐུན་མོང་མ་ཡིན་པའི་གནས་སྟངས་ཤིག་ཆགས་སྡོད་ཡོད་རེད་བསམ་དགོས་དེ་ནས་མཚམས་པ་ལ་ང་ཚོའི་བོན་གྱི་ཆོས་དང་ནི་རིག་གནས་ཀྱི་སྐོར་ལ་ཅིག་གར་སོ་དགོས་རོགས།

ད་བདག་པོ་རྒྱག་སྟངས་ག་འདྲི་ཡིན་མིན་དེ་ནི་ཅིག་སྐྱབས་རྗེ་བདེ་བར་གཤེགས་པ་ཁོང་གིས་ཡོངས་འཛིན་རིན་པོ་ཆེ་ཁོང་གི་མཛད་པ་དང་ཁོང་གི་འཕྲིན་ལས་དང་ཁོང་གི་བཀའ་གསུང་ཐུགས་ཀྱི་སྐར་ཚོགས་མཛད་བཞི་དེ་ལ་ང་ཚོ་མིག་དཔེ་བལྟ་ནས་ཉམས་ལེན་བྱེད་དགོས་ན་གལ་ཆེན་པོ་རེད་བསམ་གྱི་འདུག་དེ་མ་གཏོགས་གཞན་པ་ད་ག་མདོར་བསྡུས་ན་དེ་རེད་ད་ང་ཚོ་དུས་ཚོད་མང་པོ་མི་འདུག་བ་དེ་རེད། འདི་ནི་ལྷག་པར་དུ་ཕར་ཚུར་གུས་ཞབས་བྱེད་དགོས་རེད་ཟེར་ཆོས་ལུགས་སོ་སོར་ཕར་ཚུར་གུས་ཞབས་བྱེད་དགོས་ཟེར་ཡ་ད་ཧ་ཅང་གི་སྐད་ཆེན་པོ་ཞིག་མཐོང་གི་འདུག་འོན་ཏང་ང་ཚོའི་ཚིག་བོད་པའི་ནང་ལོགས་ལ་ཡིན་ན་འདྲ་ད་ཆོས་ཤི་ཏང་གི་བོད་པའི་ནང་ལོགས་ལ་ཡེ་ཤུ་དང་ཁ་ཆེ་ལ་སོགས་པ་དེ་འདུས་ཡོད་ཀྱི་ཡོད་དེ་ཡིན་ན་ཡང་ད་དེ་ཚོ་ཚང་མ་ནང་ལོགས་ནས་གུས་ཞབས་བྱེད་དགོས་དང་ལྷག་པར་དུ་ཆོས་བརྒྱུད་ནང་ལོགས་ནས་གུས་ཞབས་བྱེད་དགོས་དེ་མ་བྱས་པ་ཡིན་ན་ཨ་ནེ་ཕན་ཚུན་གཅིག་གི་ཅག་ཚིག་མཚོན་ཐུབ་ཟེར་ད་པ་ཟེར་ཡ་ད་སེམས་ཏང་ནས་སྙིང་ཁོང་རུས་པའི་ཏང་ནས་ཡོད་དེ་ཡ་ཆི་རེད་བ། དེ་ནས་དེ།

ང་ཚོས་ཀྱི་དམ་ཚིག་རྡོག་རྩ་གཅིག་སྒྲིལ་དེ་ནི་མི་རིགས་གཅིག་གི་རྩ་དོན་གྱི་ཐོག་ནས་བསམ་བློ་བཏང་བས་ན་མི་རིགས་ཀྱི་རྡོག་རྩ་གཅིག་སྒྲིལ་བྱེད་ཡ་ལ་གནོད་ཀྱི་འདུག་བསམ་ཡོད་དེ་ནི་འདི་འདིའི་ཐོག་ལ་དགོངས་པ་རྒྱ་ཆེན་པོ་བཞེས་ནས་འདོད་ཚུལ་བསྡེབས་པས་ཡིན་ན། ཡོངས་འཛིན་རིན་པོ་ཆེ་སྐྱབས་ཀྱི་བདེ་བར་གཤེགས་པ་ཡོངས་འཛིན་རིན་པོ་ཆེ་ཁོ་རང་གི་མཛད་པ་དང་འཕྲིན་ལས་ལ་ང་ཚོས་དམིགས་པའི་ལྟས་ཀྱིས་ཁོང་གི་མཛད་པ་དང་འཕྲིན་ལས་རྣམ་ཐར་དེ་ཚོ་བཀླགས་ནས། འོ་དེ་འདྲའི་བྱེད་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་འོ་དེ་ཡིན་འོ་དེ་མ་གཏོགས་མི་སེར་གྱིས་ཞུ་ཡ་མེད་ད་གཙོ་བོ་དེ་ང་ཚོས་འདི་ནས་ཤེས་བདེ་བ་གཅིག་པོ་དེ་མིན་ཁོ་རང་གི་མཛད་འཕྲིན་རྣམ་ཐར་དེར་བརླག་འོ་དེའི་ནང་ལ་ག་རེ་གསུངས་པ་དེ་སོ་སོ་གི་ཇི་མ་ཇི་བཞིན་བྱེད་ཐུབ་ན་རབ་རེད་དེ་མ་བྱུང་བས་ན་གང་ཐུབ་ཐུབ་ཀྱིས་དེ་ཕྱོགས་ལ་བསམ་བློ་བཏང་དགོས་ཡ་དེ་ཨ་ཁོང་ལ་བཀའ་དྲིན་རྗེས་དྲན་ཡང་རེད་ལ་ཁོང་གི་བཀའ་སློབ་ལམ་དུ་ཉམས་ལེན་ཡང་རེད་ལ་ང་རང་ཚོ་ཡང་ཚང་མ་ལ་ཕན་ཐོགས་ཡ་དེ་ཚེ་འདུ་ཤེས་གཉིས་ཆ་ལ་ཕན་ཐོགས་ཡ་དེ་དག་རང་རེད་བསམ་གྱི་འདུག།

ཆོས་ལུགས་ཕན་ཚུན་བར་ཆགས་སྡང་རྨོངས་གསུམ་རྩོད་རྒྱུ་དེ་བཞག་དགོས་རེད། ཆོས་ལུགས་འདི་ཡག་དང་དེ་སྡུག་ཟེར་ངེས་མ་རེད། གང་ཟག་གི་ཚོས་གང་ཟག་གིས་ཟིན་རྒྱུ་མ་རེད། གུས་བཀུར་དང་མོས་མཐུན་བྱ་དགོས་རེད། སྒྲུབ་རྒྱུ་དེ་རང་གི་ལག་པའི་ནང་གང་ཁེལ་བ་དེ་ལ་ནན་ཏན་གྱིས་སྙིང་ཐག་པ་ནས་བློ་འགལ་ཏེ་སྒྲུབ།

སངས་རྒྱས་ཆོས་ཀུན་རང་དུ་ནི་བསམ་བཏང་བ་ཡིན་ན་སངས་རྒྱས་ཀྱི་གདུལ་བྱ་གང་ལ་གང་འདོད་ཀྱི་ཆོས་དོན་གདུལ་བྱ་གི་སང་བློ་དང། ཨ་ནི་བོ་དང་བ་ལ་ཉེ་བའི་སང་བློ་དང་མཚུངས་པའི་ཆོས་ཇི་སྙེད་ཅིག་ཐོས་ཆོས་ཀྱི་ང་ཚུལ་གྱིས་གནས་པ་ལ་སྨྲས་བཏང་བ་ན་གཞན་མགོན་མགོན་ན་ངན་ལ་མགོ་དང་ནི་ཅི་གང་བ་ན་ངན་ལ་གང་བ་གང་ལྟ་ཡང་ཆོས་བསྟན་པའི་རིམ་པ་དང་གདུལ་བྱ་གི་སྤྱིའི་བློ་དང་ཚངས་པ་དེ་འདྲ་སྐྱེས་ནས་གདུལ་བྱ་ཁྲི་ཐོར་དེ་འདྲ་སྐྱེས་པ་ཡིན་དུས་ང་ཚོ་སངས་རྒྱས་ཀྱི་དགོངས་པ་ཟིན་གྱི་འདི་མི་ལ་མཐའ་མེད་པ་ཡིན་དུས་འདི་རེད་དམ་འདི་མ་རེད་ཟེར་ཡས་ང་ཚོ་ལོག་ཐུག་ཡས་ཡོད་མ་རེད། ཡིན་པ་ཡིན་ན་ཡང་ད་ང་ཚོས་ཀྱི་གཙོ་བོ་འདི་ག་རེ་རེད་ཟེར་ན། ད་ལྟ་གོང་དུ་ཡོངས་འཛིན་རིན་པོ་ཆེས་གསུངས་པ་ནང་བཞིན་གྱི་ང་ཚོ་དེ་ཉང་ལེ་སོ་སོ་རང་རང་གི་ཆོས་བརྒྱུད་ཀྱི་ཉང་ལེ་དུ་བྱེད་དགོས་པ་ཡིན་ན། ཨ་ནི་དེ་ཡི་ཐོག་ནས་ག་རེ་རེད་ཟེར་ན་ང་ཚོ་གི་རང་རང་གི་ཆོས་ལུགས་དེ་ཡང་དག་པ་དང་ཡང་དག་པ་ཡིན་མིན་མ་ཡིན་པའི་གི་ག་རེ་རེད་ཟེར་ན་གི་རྟགས་དེ་ཚད་མ་དང་དོན་ཐུག་གི་ཟམ་མི་འདུག་པས་ཆ་བཞག་པ་ཡིན་ན་ས་ཆ་ཆ་ཆ་ཐུབ་པའི་ཆོས་ལུགས་ཟམ་གཏོང་པ་ཡིན་ན། དེ་ནི་ཉི་ཐོད་དེ་ང་ཚོས་དེ་སྲིད་ཐིགས་པ་ཆེན་པོ་གི་ཉི་ཐོད་ཐིགས་པ་ཟེར་དུས་དེ་སྲིད་ཐིགས་པ་སྨྲས་པ་འདྲ་ཡིན་སྲིད་འོས་ལ་ཡིན་ན་ཡང་ཁོ་རང་ཚོས་ལ་གྱི

རྗེའི་མཚན་ཉིད་ཡོངས་སུ་རྫོགས་པའི་ཐོག་ན་ཅི་འདས་བཏང་བ་ཡིན་ན་ཡང་ཆད་པ་གཅིག་གི་ཐོག་ནས་དགོངས་པ་རྫོགས་དུས་རྟགས་ཚང་མ་དེ་ཚོ་གི་ཐོག་ནས་ང་ཚོས་ཅི། ཆོས་ལུགས་གཅིག་གི་གནས་སྟངས་ག་རེ་རེད་ན་མ་རེད་ཆོས་རྒྱུད་གནས་སྟངས་ག་རེ་འགྲེལ་བཤད་ཡོངས་སུ་རྫོགས་པ་དེ་བར་ཐག་ཡང་འཁོར་མྱང་ལན་གྱི་ཐོག་ནས་ཚད་ལྷད་དབུ་འང་ཅིག་དེ་འདྲས་རེད་དོ། དེ་འདྲས་ཡིན་པ་ཡིན་དུས་ད་ལྟ་ཡོངས་འཛིན་ཏིང་འཛིན་ནཱ་ད་རོ་མི་ཆེན་གྱི་གསུངས་པ་ནང་བཞིན་གྱི་ཆོས་ལུགས་ཀྱི་རྩོད་པ་རྒྱག་རྒྱུ་དེ་བཞག་དགོས་དགོས་རེད། ཨ་ནུ་སུ་སོ་སོ་མྱང་ལན་བྱེད་དགོས་རེད་ཟེར་ཡས་ཀྱི་གནད་འགག་བཙོང་དྲགས་པ་དེ་ཉིད་དེ་འདྲས་ཡིན་ས་བཟང་མོ་འདུག་ག་རེ་ཟེར་ན་སོ་སོ་གི་ཆོས་བརྒྱུད་དུ་ཉམས་སུ་ལེན་པ་ཡིན་ན་དེ་ནི་ངེད་ཀྱི་ཆོས་བརྒྱུད་དུ་ཡག་པོ་རེད་ཆོས་ཀྱི་བཞུད་དུ་ཡག་པོ་མ་རེད་ཟེར་ཕན་ཚུན་ཁོང་ཁྲོ་བསྐྲུན་ལ་བརྩོན་རེས་བྱེད་དེར་བྱེད་དགོས་ཡོད་མ་རེད་ཁོ། ཉང་ལན་རང་གི་ཐོག་ནས་སྤྱི་པའི་སྒྲུབ་དཔེ་ཀྱི་གོ་འཕང་མཐོན་པོ་བཤད་ཡོང་དུས་ཆོས་ལུགས་དེ་ཡང་དག་པ་ཡིན་མི་ཡིན་གྱི་ཁོ་རང་གི་ཅིག་སྤང་རྟགས་ཟེར་དང་འདྲ་པོ་དེ་བཞག་ཡོང་འདུག་ཨང་དེ་འདྲ་ཡིན་པ་ཡིན་དུས་གནས་སྟངས་དེ་འདྲ་ཅིག་ལ་ཅིག་དགོངས་ནས་དེ་ནས་ཆོས་བརྒྱུད་བོད་ཀྱི་རྩོད་པ་བརྒྱུད་ང་རང་རང་གི་ཆོས་བརྒྱུད་ཉམས་སུ་ལེན་གྱི་རེད་ཟེར་གི་དེ་ནི།

ཞུས་བྱས་ནས་བརྒྱུད་ལམ་འདིའི་ཐོག་ལ་དེ་འདྲ་ཞུ་ཐུབ་པ་བྱུང་ཡོད་རེད་ཁོང་གིས་མཛད་འཕྲིན་མང་པོ་ཡོད་པའི་ནང་ལོགས་ནས་དུས་ཚོད་བཏང་ཡག་དེ་ལ་ཡང་ཞེ་དྲག་གིས་དགའ་བོ་བྱས་དེ་ཡིན་དུས་ནི་རྒན་བེ་རི་མཆོག་གིས་གསུང་བཤད་གནང་ཡག་གི་ཚིག་དུམ་དེ་འདི་ཆགས་བསྡད་ཡོད་རེད། རིགས་པའི་ལམ་ནས་གཞུང་དོན་དྲང་བཤད་ན། མ་མཆིས་འཁྱོག་མ་དུ་མའི་ཐུགས་དང་འགལ། དེ་དང་བསྟུན་ན་རང་གི་ལུང་མི་མཐུན། དེང་དུས་བོན་གཤེན་བྱེད་པའང་དེ་ལས་བཀག། དེའི་ཐོག་ལ་ཡ། རྒན་རིན་པོ་ཆེ་ནས། གསུང་བཞིན་དུ་འདུ་བྱེད་ནང་རོ་ན་དུ་བྱེད་ནང།
ཤཱཀྱ་སྨན་རི། ཡོངས་འཛིན་བསྟན་འཛིན་ནང་དག་པའི་གཟུངས་པོ་མཆོག་དགེ་ལོ་སྐྱ་རྟག་སྟོང་འཁོར་ར་བྱས་ནས། ཨ་ནེ། དགོངས་པ་མྱ་ངན་ལས་འདས་པའི་གེགས་བྱས་ལ་ཡ། ཁོང་ལ།

ཕ་བོ་ཁྱེད་ཀྱིས་ལ་ཆགས་ཐོགས་མེད་པའི་ཐོག་ནས་དེ་ནས་མཐེ་བོས་མཐའ་རྒྱ་ཆེ་གསང་པས་བསྟན་པའི་སྒང་རི་ཉག་སུ་མྱོང་པའི་ཨ་ནེ་ཨེ་ཉེ་རག་གི་ད་ལོ་རྒྱུས་ནོར་ལ་ཁྱིམ་འབུ་དེ་འཐེན་པའི་གི་ད་ཁྱེད་བརྩི་བཟུང་སུ་ཡང་མ་བྲལ་བའི་གི་ཤི་རྗེས་དམ་པ་བླ་ན་མེད་པ་ཅི་རེད་ང་ར་རང་གི་ཁོང་གི་གསུང་གི་ཨ་ནེ་ལས་ཤེས།

དེ་མི་ཐོས་གདོན་གྱིས། དེ་དུ་བཏོན་ན་རང་གིས་ལོངས་མི་ཐོས། དེ་དུས་བལ་ཤེས་ཞེས་པའོ། དེ་ལས་བཀག། འོ་འདི་ནི་ཤེལ་དམ་པ་མཁས་པ་ཆེན་པོ་གཅིག་གིས་ལེགས་བཤད་གཙང་བའི་སྐབས་སུ། ཐུགས་ལ་འཕྲད་པའི་དཀའ་ངལ་ཆེ་ཤོས་གཅིག་གི་རྣམ་པ་དེ་གསལ་བར་འཆད་ཡོད་པ་རེད་དྲན་གི། འདི་དེ་འདྲ་ག་རེ་ལབ་རེད་ཟེར་དུས་བཀག་ལ། གནས་ལུགས་རིག་པས་དཔྱད་ནས་ཡིན་ལུགས་དངོས་གནས་དེ་བཤད་ཆོག་ན་མི་མང་པོ་ཁྱེད་ལ་མཐུ་དཔུང་འགྲོ་གི་འདུག་མི་ངོ་བསུས་ནས་བཤད་ཆོག་ན་གནས་ལུས་ཆེ་ཟས་བཟོ་དགོས་ཀྱི་འདུག་ད་ཡོང་ན་གནས་ལུས་རྡོ་རྗེ་རེད། ཡོང་ན། ཨ་ལས། ཤུགས་སུ་འཛིན་ངེས་དེ་ཚོ་དགོངས་པ་མ་འཚོ་བ་བཟོ་རྒྱུ་རེད། ག་རེ་བྱེད་དགོས་ཡོད་རེད་ཟེར་ན། ཁོང་གི་མི་ཚེ་རྒྱུན་རིང་ནོར་ལུག་ལ་ཆེད་དུ་མངགས་ནས་མི་སྐྱིད་ལ་ཕོག་ཐུག་གཏོང་ཆོག་འཇོག་མཁན་ཡོད་ལ་མ་རེད་དེ་ནི་ཟླ་བ་གྲགས་པས་སུན་པ་ནང་བྱེད་ཀྱི།

གདམས་ངག་གི་སྒྱུ་ལུས་ཀྱི་དྲན་རྟོག་དེ་ཚོ་གྲོང་པོ་བགྲང་བྱང་གི་ལག་ནས་ཅིག་བཤད་པ་ཡིན་ན་སྔ་རག་གི་མཁས་པ་དང་ཕྱི་རག་གི་མཁས་པ་རོ་ལུས་ཁོ་ན་རྩ་ཆེ་བྱེད་པ། གནས་ལུས་ལས་སྒྱུ་ལུས་གལ་ཆེ་བར་བྱེད། སྒྱུ་ལུས་ལས་རང་ལུས་གལ་ཆེ་བར་བྱེད་ངེས་ཀྱི། ཨ་ནས། སྔ་ཕྱི་ཕྱུག་པ་མང་བ་དུ་མ་ཅིག་མཐུད་དང་འགལ་འགྲོ་གི་འདུག་མཐུད་དང་འགལ་འགྲོ་བ་དེ་ཤིན་གྱི་ཡོད། ཧ་གོ་གི་ཡོད། གལ་སྲིད་དེ་དག་མཐུད་དུ་མ་འགག་བ་ཞིག་བྱས་པ་ཆགས་བཞག་ན། ཨ་ནི་ང་རང་མཁས་པ་དང་ཁྱེད་རང་མཁས་པ། གནས་ལུགས་ལས་གཞུ་ལུས་གལ་ཆེ་བ་གཞུ་ལུས་ལས་རོ་ལུས་གལ་ཆེ་བ་བྱེད་མཁན་དེ་སོགས་དང་དེ་སོགས་མཐུད་དུ་བཏུམས་པ་ཆགས་བཞག་ན། ཨ་ནི། རང་གི་གཡུང་དྲུང་བོན་གྱི་རྣ་བའི་གི་བཀའ་བསྟན་ནས་བྱུང་བའི་གི་མཁས་པ་ཆེན་པོ་དེ་སོགས་ཀྱི་སྐྱེ་བ་སུམ་ཅུ་ཐོག་པའི་གི་ལུང་དང་མི་མཐུད་གི་ཆགས་འགྲོ་གི་འདུག། དེ་འདྲའི་ཆགས་སྒྲོག་ཡག་གི་གནས་བསྡད་དེ་ང་རང་གཅིག་པོ་མི་ར་འདི་ནང་ཁྲལ་ཞོར་བ་ཟེར་འདོད་ཁྱེད་མ་རེད། གནའ་བོའི་གི་ཨ་ནེ་ལྗོན་ཀའི་ས་ཆ་དཔེ་འདྲ་དག་ཀིང་ཀ་རྒྱང་སེ་དང་རྗེ་ཙོང་ཁ་པ་ཆེན་པོ་བློ་བཟོ་གྲགས་པ་ལགས་སོགས་ཀིང་གནའ་བོའི་མཁས་པ་ཆེན་པོ་དེ་སོགས་ལ་དེ་འདྲའི་གི་དཀའ་ངལ་མང་པོ་འཕྲད་མྱོང་ཡོད་རེད་ལ་འོ་དེ་ནང་བཞིན་གི་ད་དེ་སོགས་གི་དེ་འདྲ་ལ་ཡང་ཨ་ནེ།

གསུམ་པོ་པོ་ཏི་ཆིག་ཁྲི་བཅོ་ལྔ་དེའི་ནང་ནས་གནས་ལུགས་གཙོ་ཆེར་བྱས་ནས་བསྡུས་ཆོག་ཡང་མ་གཏོགས་གནའ་རབས་ཀྱི་གངས་ཅན་པའི་མཁས་པ་དང་ཕྱི་རབས་པའི་གངས་ཅན་མཁས་པ་བཞི་ལུས་ཁོ་ན་རྩ་འཛིན་བྱེད་མཁན་དེ་ཚོ་ངོས་བཟུང་ཡོད་ལ་མ་རེད། འདིའི་ནང་ལ་དེང་དུས་བེད་ཤེས་བྱེད་པ་འོང་དེ་ལས་དཀའ་ཟེར། དེ་ཚོ་བེད་སྐད་ཆ་བཤད་པ་འོང་ཟེར་ཡང་འདི་ནང་ག་རུ་རུ་དོན་ཕག་ཞག་ནས་ལ་ཡང་ལོ་རྒྱུས་ཀྱི་སྐོར་བཤད་ཡག་སོང་འདྲ་བོ་དེ་ཡག་གི་པ་རེད། གནའ་བོའི་བོད་པའི་ལོ་རྒྱུས་ཀྱི་སྐོར་བཤད་མཁན་དེ་ཚོ་ག་རུ་ཤེས་ཡོད་ལ་རེད་ཟེར་ན། ཨ་ནི་ཁྱི་ངན་པ་མཛེས་ལ་སོགས་པ་ནས་བཟུང་སྐྱེས་ནས་ལྟ་འཇིག་རྟེན་གྱི་ཁྱོ་རག་དེ་བཤད་སྟོང་ཁ་ཁ་ཅིག་བཤད། ད་གཡུང་དྲུང་བོན་གྱི་བཤད་སྟོང་ག་འདྲ་བཤད་ཡོད་ལ་རེད་ཟེར་ན་གནས་ཆེན་འཇིག་རྟེན་ཐང་ཆེན་སྒོ་ང་ལས་བྱུང་བ་རེད་ཅེས་བཤད་བྱུང། ད་དེ་ལ་ཨ་ནི། བན་དེ་སོགས་འགོག་པ་རྒྱག་ནས་ཤོ་ར་གྱོང་ཕན་གྱི་བཤད་སྟོང་རེད་ཟེར་གནས་ཆེན་ཐང་ཆེན་སྒོ་ང་ལས་བྱུང་བ་རེད་ཅེས་བཤད་ཡོད་ལ་རེད་ཅེས་བཤད། ད་དེ་རིགས་ཁ་ཚུར་བསྟན་འོང་དུས་ག་ལ་སྒོ་ང་ལས་བཤད་པ་རེད་ཟེར་ངེས་རེད་ད་ལྟ་སྒོ་ང་ལས་བཤད་པ་ཟེར་ཞག་བརྐུ་ནས་བཤད་པ་རེད་དེ་ལག་ལུགས་མ་རེད།

ཨ་ནི། ག་ཟེ་སྐད་ཆོ་མེད་ལ་མ་ལྟོས་པའི་ཐ་མ་དེ་སྐད་ག་ཟེ་ཤོད་ན་ཡང་གནས་ལུས་རང་ཚུར་གོམ་པ་སྤོ་ལེ་གསུངས་པ་ནང་བཞིན་ང་ཚོ་རྗེས་འཇུག་གི་སྡེ་བརྒྱ་དེ་ཚོ་ནི་མཁས་པ་ཆེན་པོ་དེ་ཚོ་གི་ཨ་ནི། མཁས་པའི་གི་བཤད་པ་ཟེར་ན་མཁས་པའི་གི་སྣང་མཐའ་གང་འདྲ་ཤོད་ཡོད་ན་ང་ཚོས་ད་ག་ནང་བཞིན་ཤོང་ཐབས་པ་བཟོ་དགོས་ཀུ་རེད། ཨོ་དེ་སྡང་ཆེ་སྐད་ཡག་དུ་ཁོང་དགུ་ལོ་བརྒྱ་ཐམ་པ་ཏག་ཏག་ཤོད་པའི་བཞུད་ནས་ལ་ད་དགོངས་པ་མྱ་ངན་ལས་འདས་པའི་གི་བྱིས་སྐད་གི་ཚུལ་འདི་ལ་ཁོང་གི་ལས་བཤད་ཤོ་ལོ་ཀ་གཅིག་ལ་ཡ། འགལ་རྐྱེན་གྱི་ལམ་ནས་འཇིག་རྟེན་དང་འབྲེལ་བའི་ཁྱད་པར་ཕུལ་བ་ཡིན་ཟེར་ཞུ་ཡི་ཕྱིར་ན། ལ་རེ་ད་དེ་ཡན་ཆད་ཀྱི་ད་དེ་རིང་ལས་རབས་འདིའི་ནང་ལོགས་ལ་ཡང། གཡུང་དྲུང་བོན་གྱི་སློབ་དཔོན་ཆེན་པོ། བསྟན་འཛིན་རྣམ་དག་རིན་པོ་ཆེ་ཤན་ཤིག་དམ་པ་གང་ཉིད་དང། ཕ་ཡུལ་གཅིག་པ་ཡིན་པ་ལྟ་བུ་དང་ཆོས་བརྒྱུད་གཅིག་པ་ཡིན་པ་ལྟ་བུ་དང། དེ་ནས་ཡང་ཁོ། ནམ་རྒྱུན་ཡར་མ་བཞུགས་ས་གི་ཁོ་ཉེ་འཁོར་གྱི་ཁྱིམ་མཚེས་ཡིན་པ་ལྟ་བུ་ལ་སོགས་པ་དེ་འདྲིས་ཀྱི། གནས་དང་མེད་པའི་ཐོག་ནས་ཡང་འཁོར་ལུང་པ་གཞན་དང། དེ་ནས་ཆོས་བརྒྱུད་གཞན་པ་དེ་འདྲས་ཀྱི་ཐོག་ནས་ཆེད་མངགས་ཀྱི་མི་སྣ་འཛོམས་པོ་ལྟ་བུ་ཞིག་གི་ཐོག་ལ། ཁོང་གིས་གསུངས་བཞག་པའི་གི་ད། དཔེར་ན། འདུལ་བའི་གཞུང་ལུགས་དེ་གྱིས་ཏེ། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཡི་སྐུ་ཚབ། ལྟ་བུ་ཅིག་ཡིན་ཟེར་གྱི་ནས་གསུངས་སྲོལ་ཡོད་རེད་དེ་ནང་བཞིན་གྱི་མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་གསུངས་པ་ནང་བཞིན་གྱི་གི། ཡོངས་འཛིན་ཆེན་པོ་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་ཁོང་གི། སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་ཐུགས་ཀྱི་ཐུགས་ཚབ་ལྟ་བུ་གི། གསུང་འབངས་མང་པོ་ཡོད་རེད་དེ་ད་དེ་རིང་འདི་ལ། ཁོ་བཀའ་དྲིན་རྗེས་དྲན་གྱི་ཚུལ་འདོན་བྱེད་ན་འགྲིག་གི་འདུག་དེ་མིན་པའི་གི་ཡང་ཁོ། སྐུ་ཚེ་གང་པོ། དུས་རབས་གཅིག་ཆ་ཚང་གི་རིང་ལ། བོད་ཀྱི། ཆོས་དང་བོད་ཀྱི་རིག་གནས་ཐོག་ལ་སྐུ་ལས་ཚད་མེད་བསྐྱོན་པའི་བཀའ་དྲིན་རྗེས་དྲན་ཅིག་ཆགས་ཀྱི་ཡོད་རེད། ལོ་རྒྱུས་དྲན་གསོ་ཅིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས། དེ་འདྲའི་ཅིག་ལ་ཡང་ད་དེ་རིང་ང་ཚོ་ལས་རམས་དེ། མང་ཉུང་བདེ་བོ་འདྲ་ཅིག་གི་ཐོག་ལ་ཡང་མཇུག་འགྲིལ་ཡ་བྱས། ད་དེ་དང་འབྲེལ་ནས་དེ་རིང། གསུང་བཤད་གནང་མཁན